ཅན་བོད་ཀྱི་ཞིང་ཁམས་ལ་སྤྱན་རས་གཟིགས་དང་དབྱེར་མེད་པ་སྨན་པའི་རྒྱལ་པོ་གཡུ་ཐོག་ལ་སྒོ་གསུམ་གུས་པས་ཕྱག་འཚལ་ལོ། ཇི་སྲིད་ནམ་མཁར་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག། རྒྱ་ཆེའི་ཟི་བ་བོ་ཡོངས་ལ་གུས་པ་སྨོན་པ་དང་རག་གི་ངོས་ནས་འཚམས་འདྲི་དང་སྒུག་སྐམ་བཟང་ཞུ་ཡ་ཡིན། ནི། རྣམ་པ་ཚོས་བརྙན་འདི་གང་མང་མང་ཞིག་བརྒྱུད་སྐུལ་གནང་རོགས་ན། བརྙན་འདི་གིས་མི་མང་པོ་ཞིག་ཞོལ་རྒྱུ་ལས་ཏན་ཏན་ཕན་ཐོག་ཆེན་པོ་ཡོང་གི་རེད། ད་དེ་རིང་གི་བརྗོད་གཞི་དེ་ག་རེ་ཡིན་ཞུས་པ་ཡིན་ན། ནི། ད་དེང་དུས་ཀྱི། Healthy Food། ཟེར་ཡག་འདི་དང་འབྲེལ་བ་ཡོད་པའི་ཐོག་ནས་སྐད་ཆ་ཁ་ཤས་བཤད་ཀྱི་ཡིན Healthy Food དང Nutrition ཟེར་ཡག་གི་གནས་ཚུལ་འདི་དང་འབྲེལ་བའི་ཐོག་ནས་རེད་བ། ཨཱ་ནི། དང་པོ་གནས་ཚུལ་འདི་མ་ཞུས་གོང་ལ་ཁྱེད་རང་ཚོར་ངས་ང་ཚོ་བོད་ཀྱི་གསོ་བ་རིག་པའི་རྒྱུད་ཀྱི་གཞུང་ལུགས་ཀྱི་ཨཱ་ནི། Basic། གི་ཤེས་བྱ་ཨཱ་ནི། རྩ་བའི་ང་ཚོའི་མིའི་ཟོག་པོའི་གནས་སྟངས་ཀྱི་གཟའ་སྟངས་བཏུང་སྟངས་ཀྱི་སྐོར་ལ་ཕྲན་བུ་ཞིག་མ་བཤད་པ་ནི་ཁྱེད་རང་ཚོར་ཕན་ཐོགས་ཆེན་པོ་ཞུ་བྱུང་གི་རེད། ད་འདི་ག་རེད་ཟེར་ན་ང་ཚོ་བོད་ཀྱི་གསོ་བ་རིག་པའི་རྒྱུད་ཀྱི་གཞུང་ལུགས་ནང་ལོགས་ལ་ཨཱ་ནི། ནད་རིགས་བཞི་བརྒྱ་རྩ་བཞི་ཞེས་དབྱེ་བ་ཕྱེ་གི་ཡོད་རེད་ཨཱ་ནི། ཁ་ལག་གི་ཐམས་ཅད་ཀྱི་བཅུད་ཀྱི་ནང་ལོགས་འདི་ལ་ཐ་མ་དེ་ལ་རོ་དྲུག་ལ་དབྱེ་བ་ཕྱེ་གི་ཡོད་རེད།

དེ་ནས་ད་འོ་ན། ཕོ་བ་ཟེར་ཡང་འདི་སྐབས་ལ་ཕོ་བ་ཟེར་ཡང་དེ་ག་འདྲས་ཀྱི་རེད་པས། འདི་ཤེས་དགོས་ཡ་དེ་གལ་ཆེན་པོ་ཤོར་གྱི་རེད། དེ་ནི་ང་ཚོ་བོད་ཀྱི་གསོ་བ་རིག་པའི་རྒྱུད་ཀྱི་གཞུང་ལུགས་ནང་ལོགས་ལ་ཟོག་པོའི་ནང་ལོགས་ཀྱི་ཨེ་ནི་ཅིག། ནང་དོན་སྣོད་དང་འབྲེལ་བའི་ནང་ཁྲག་དང་ཆུ་སེར་དང་འབྲེལ་བའི་ན་ཚ་གང་ལ་ཡིན་ན་ཕོ་བ་ལས་གལ་ཆེ་ཆེ་རྩ་བ་ར་ནས་བཟུང་བས་མར་རྩ་བའི་སྙིང་དེ་གལ་ཆེན་པོ་ཞེའུ་རེད་དེ་སྙིང་དེ་ལས་གལ་ཆེ་དེ་ཨེ་ནི་ཟ་ཚུལ་གྱི་སྐབས་ལ་ཟས་དང་འབྲེལ་བའི་སྐབས་ལ་ཕོ་བ་དེ་ལས་གལ་བ་གལ་ཆེ་ཆེ་རྩ་བ་ར་ནས་ཡོད་མ་རེད། ལ། དེ་འདྲ་སོང་ན་ཕོ་བ་ཞིང་ས་འདྲ་བའི་མི་འགྲོས་སོ་དེ་ལྟར་ཤེས་ན་འཚོ་བྱེད་མཁས་པ་ཡིན་གསུངས་ཡོད་རེད་དཔེ་དེ་ག་རེ་བཞག་ཡོད་ཟེར་ན་ང་ཚོ་རྒྱལ་ཁབ་ཅིག་གི་ཨ་ནི་ཅིག་ཞིང་པ་ལྟ་བུ་ཅིག་ལ་ཕོ་བ་དེ་ཆགས་བཞག་ཡོད་རེད། ལ། ཕོ་བ་དེ་གིས་ང་ཚོ་གི་ཞིང་པ་གི་ཞིང་ས་ལྟ་བུ་ཅིག་ལ་ངོས་འཛིན་བྱེད་དགོས་ཀྱི་ཡོད་རེད། འཛམ་བུ་གླིང་གི་རྒྱལ་ཁབ་ག་འདྲའི་བཅོས་མ་ཡིན་ཡར་ཐོན་རྒྱལ་ཁབ་གང་ཅི་ཡིན་པ་ཡིན་ན་རྒྱལ་ཁབ་དེ་ལ Farmers ཟེར་བ་རྒྱལ་ཁབ་ཁོ་རང་གི་ཨ་ནི་ཞིང་པ་གི་བསྟོད་ཐོག་དེ་མེད་པ་ཡིན་ན་རྒྱལ་ཁབ་དེ་གང་གོ་ཆེ་ཐུག་མར་འོ་འདི་ནང་བཞིན་ཨེ་ནི་ང་ཚོ་གི་ཕོ་བ་དེ་ཡང་ཨེ་ནི་དེ་ནང་བཞིན་ཅིག་ཆགས་བསྡད་ཀྱི་ཡོད་རེད་གསུང་གི་ཡོད་གཅིག་དེ་རེད་གཉིས་པ་དེ་ཨེ་ནི་ང་ཚོ་ཁ་ལག་ཟ་བའི་བརྒྱུད་རིམ་ནང་ལོགས་ལ་ཨེ་ནི་ཕོ་བ་དེ་དུམ་བུ་བཞི་ལ་བགོ་བཤའ་རྒྱག་གི་ཡོད་རེད་དུམ་བུ་བཞི་ལ་བགོ་བཤའ་རྒྱག་ནི་ཕོ་བའི་དུམ་བུ་གཉིས་ཟས་རག་པ་ཟ་ཟེ་ད་བ་ལེ་ཟ་ནས་རེད་ད་ཚལ་ཟ་ནས་རེད་ག་རེ་ཟ་གི་ཡོད་ནི་ཤ་ཟ་གི་ཡོད་ནི་ས་ཆ་གཉིས་ཀྱི་སྟོང་པ་གཉིས་ལ་ཟས་རག་པ་ཟ། ས་ཆ་གཅིག་ལ་ཆུ་བཏུང་ཡང་ཆུ་སྐོམ་གྱི་ད་ཆ་བཏུང་གི་ཡོད་ནའི་རེད་ཆུ་བཏུང་གི་ཡོད་ནའི་རེད་ནི་རུས་ཐང་བཏུང་གི་ཡོད་པ་ཡིན་ནའི་རེད་འོ་མ་བཏུང་གི་ཡོད་པ་ཡིན་ནའི་རེད་འོ་འདི་བཏུང་ཟིག་བར། དེ་ནས་ས་ཆ་གཅིག་འདི་སྟོང་པ་བཞག་སྟོང་པ་བཞག་བས་དེ་གར་ཟེར་ན་བར་སྣང་གི་ནམ་མཁའི་ཁམས་ཀྱི་རང་བཞིན་འམ་ཡང་མེད་ན་རླུང་གི་ཁམས་ཀྱི་རང་བཞིན་འོ་འདི་གར་ཡིན་ནའི་ཁོ་ཡང་རྒྱལ་གཡག་དང་སྨིན་གཡག་དང་འོ་འདི་འདྲས་ཀྱི་ཁྱད་པར་ཆེད་དུ་ནི་ཁོ་པ་ཚོ་དཀྲུག་དཀྲུག་དེ་བོ་ཡག་ཆེད་དུ་སྟོང་པ་བཞག་འདི་ནས་ཁ་ཆེན་པོ་ཞོ་ཞིག་གསུངས་ཞོར་འདི་ཅིག་བཤད་དགོས་ཀྱི་ཡོད་རེད། དེ་ནས་གལ་ཆེ་ཤོས་གཅིག་ལ་གར་སོང་ཟེར་ན། ཨེ་ནས། དང། ཁ་ལག་ཟ་བའི་སྐབས་ནི་ཁ་ལག་ཟས་ནི་སྒྲ་འཇི་བཞོན་ཟེར་པ། རིམ་པས་མ་འཇུ་རྗེས་ཆགས་ཡོང་དུས་ཟེར་ནས་ཟས་དེ་མ་འཇུས་འགྲོ་དུས་ཟེར་ནས་ཨེ་ནས་དེ་ནས་མ་རིམ་པ་གི་ག་རེ་གར་ཡོང་གི་རེད་པས་བཤད་དེ་དགོས་རེད། དེ་འདྲ་སོང་ན་དང་པོ་བད་ཀན་མྱགས་རྗེས་དག་པས་མྱགས་པར་བྱེད། བད་ཀན་མྱགས་རྗེས་ཟེར་དུས་ནི་ཕོ་བ་ནས་ཕོ་བ་གི། ཁ་ནས་ཕོ་བ་གི་མ་གི་ནང་ལོགས་བར་དུ་བཤད་དགོས་ཡོད་རེད། ཕོག་གི་ཆུ་ཡོད་ས་དེ་དུ་ཁ་ལག་དེ་མ་ཟས་ནས་ཕོག་གི་ནང་ལོགས་ལ་ཨེ་ནི་ཆུ་དེ་འགྱེལ་གི་འདུག་འདུག་ཟོས་བའི་སྐབས་ལ་བད་ཀན་ཉག་གཅིག་གིས་ཉག་པའི་དུས་ཚོད་བཤད་ཀྱི་ཡོད་རེད་བད་ཀན་ཉག་གཅིག་དག་གིས་ཉག་པ་ཕྱི་རོ་སྔར་འབུ་བ་ཅན་གྱུར་བད་ཀན་སྐྱེས་དེའི་སྐབས་ལ་ཨེ་ནི་མ་གའི་ནང་ལ་ཆུ་འདུག་འདུག་དེའི་ཕོག་གི་ཆུ་དེ་འགྱེལ་གི་ཕ་ལག་དེ་འདུག་འདུག་ཟོས་བའི་སྐབས་ལ་ཨེ་ནི་རང་བཞིན་གྱི་ཟོག་པོའི་ནང་ང་ཚོ་རོ་དྲུག་གི་ནང་ལོགས་ནས་ཨེ་ནི་རོ་ང་མོ་དེ་མང་བ་ཡོང་གི་རེད་སུ་འགོ་བ་རོ་ང་མོ་དེ་གཙོ་བོ་ཆེ་ཡོང་གི་རེད། འདི་ཡོང་དུས་ཙང་ནི་འདི་གི་ཨེ་ནི་བད་ཀན་སྐྱེ་གི་རེད་ཕྱི་རྒྱལ་ཡིན་ན་གུལ་ཀོས་ལབ་དོ་འོ་འདི་ཆགས་གི་ཡོད་རེད་ཤེས་གི་ཡོད་རེད་ཨེ་ནི། བར་དུ་མཁྲིས་པ་འཇོ་སྤྱད་ཀྱི་ཞོལ་བའི་རྣམ་པར་ཚ་བའི་རོ་སྐྱུར་མཁྲིས་པ་སྐྱེས་ཨེ་ནི་ཐ་མ་མཁྲིས་པ་འཇོ་སྤྱད་ཀྱི་ད་དེ་ནས་མ་ག་ལི་ག་ལི་མ་འགྲོ་ནི་ཨེ་ནི་ཅིག། རྒྱུ་བའི་ནང་ལ་འཛུལ་ཡོང་དུས་ད་ནི་བར་དུ་མཁྲིས་པ་འཇོ་སྤྱད་ཀྱི་ཞུ་བའི་དུས་ཚོད་ཤེས་དགོས་རེད་འཇོ་སྤྱད་ཀྱི་ཞུ་བའི་རྣམ་པར་ཚ་བའི་རོ་སྐྱུར་མཁྲིས་པ་སྐྱེས་དེའི་སྐབས་ལ་ཨེ་ནི་ཅིག་མ་གིག་གི་བཅུད་དེ་འགས་ཚང་མ་ངོ་བོ་དེ་ཀྱི་ཕོ་བ་ནང་དང་འདུན་མ་བཅུད་དེ་འགས་ཚང་མ་གཅིག་ངོ་བོ་དེ་ཚ་བའི་རང་བཞིན་སྐྱེས་ནས་ཨེ་ནི་ཟོག་པོའི་ནང་གི་ཉེས་པ་རླུང་མཁྲིས་བད་ཀན་གསུམ་གྱི་ནང་ནས་མཁྲིས་པ་གི་ནུས་པ་དེ་ཡང་སྐྱེས་འགྲོ་གི་རེད་བཤད་ཀྱི་ཡོད་པ་རེད་དང་པོ་དེ་བད་ཀན་སྐྱེས་སོང་གཉིས་པ་དེ་མཁྲིས་པ་སྐྱེས་སོང་བད་ཀན་དེ་སྔ་མོའི་ཆ་དེ་རེད་མཁྲིས་པ་དེ་ཚ་བའི་ཆ་དེ་རེད་འོ་དེ་འདྲའི་སྐྱེས། མཐའ་མ་མི་ཉག་རླུང་གི་དྭངས་སྙིགས་ཆེ་ཁ་བར་གྱུར་ཏེ་དེས་རླུང་སྐྱེས་གྱུར། ཐ་མ་མི་མཉམ་རླུང་གི་ཁ་ལག་གི་ཁ་ལག་གི་བཅུའམ་ཚང་མ་དྭངས་སྙིགས་དབྱེ་བ་ཕྱིན་པ་ནི་ཁྲག་དེ་འགྱེད་ནང་ལོགས་ནས་དབྱེ་བ་འཕགས་པ་ཚང་མ་ཕྱེ་ནས་སོ་སོ་སོ་སོ་སོ་ལམ་ལ་འཕགས་བཏང་ཡུངས་འདུས་དང་ནི་དྭངས་སྙིགས་དབྱེ་བ་ཕྱེ་ནས། ཐ་མ་མི་མཉམ་རླུང་གི་དྭངས་སྙིགས་ཀྱི་ཁ་བར་གྱུར་ཏེ་ནི་ཅིག། གྲོགས་དེ་མ་ཟིན་ཟིན་བལྟས་པ་ཡིན་ན་རོ་ཁ་བ་བྱེད་དེ་ཡི་རླུང་སྐྱེས་འགྱུར་ཟེར་བར་དེ་གིས་ནི་ཉེས་པ་རླུང་མཁྲིས་བད་ཀན་གསུམ་ན་ནི་རླུང་སྐྱེས་ཀྱི་རེད་ཟེར་གྱི་ཡོད།

ཨེ་ནུ་གྱི་ཁྲག་སྐྱེ་བ་ནི་འཇིམ་གྱི་ཁྲག་གི་སྨན་ཁྲག་གི་ཁ་ལག་ཡིན་འཇིམ་མི་འཆི་ཟ་གོ་འདི་ཤེས་ཀྱི་ཡོད་མ་རེད་ཕོ་བ་ནང་ལོག་ལ་ཁར་ཁྱེད་རང་གི་ཁ་ལག་ག་རེ་གསལ་བ་ཡིན་ན་ཟོག་པོའི་ནང་ལ་མགོ་ཡག་གི་ཆ་ཤས་ཚང་མ་བསྐྲུན་འདུག་གོ་རེད་ཟེར་ངོ་འདི་གསུང་གི་ཡོད་རེད་དེ་འདྲ་གསུང་ད་འདི་ཡིན་འཇིམ་མི་འཆི་གལ་ཆེན་པོ་ཤོས་ཀྱི་རེད་ད་དཔེར་ན་རླུང་སྐྱེ་གི་འདུག་མཁྲིས་པ་སྐྱེ་གི་འདུག་བད་ཀན་སྐྱེ་དུས་ད་ནས་ཆ་རིམ་པ་གསུམ་ཀ་སྐྱེ་ཐུབ་གི་འདུག་ཨ་འོ་འདི་དཔེ་མི་སྲིད་པའི་གལ་ཆེན་པོ་རེད།

ཁོང་ཚོ་དེའི་ཐུག་མ་རེད་ཁོང་ཚོ་ནང་བཞིན་ཁོང་ཚོ་གིས་ཟེར་བ་ནང་བཞིན་ང་ཚོ་སི་པེན་ང་ཚོས་ཟེར་བ་ནང་བཞིན་སི་པེན་གྱི་ཟངས་དང་ཁོང་ཚོ་དེའི་ཐུག་མ་རེད་འོ་འདི་སོ་སོ་སོ་སོ་གི་ཟོག་པོའི་ནང་ལ་དང་པོ་ནས་གོམས་གཤིས་དེ་ཡག་པོ་བྱེད་དགོས་པ་རེད་གོམས་པའི་ཆོས་དེ་བྱུང་པ་ཡིན་ན་ཡིན་ན་ཁྱེད་རང་ལ་སྐྱོན་ཡོད་མ་རེད་མ་གོམས་པ་ཅིག་ཧོབ་ཏུ་གློ་བུར་དུ་བྱས་པ་ཡིན་ན་མང་པོ་ཅིག་བྱས་པ་ཡིན་ན་ཉེན་ཁ་ཆེན་པོ་ཞུ་ཞིང་ང་ཚོ་སྨན་ཤུལ་ནང་ལ་ཡིན་ནས་རེད་རྒྱུན་དུ་ག་པང་ཡིན་ནས་ནས་ཆ་ཡིས་སྐྱེད་ཆ་ཡིས་བྲིད་ཟེར་རེད་གསར་པ་ཅིག་བྱེད་ཡང་ཡིན་ན་ཆ་ཡིས་སྐྱེད་རིམ་པས་རིམ་པས་མང་རུ་བཏང་ཨེ། གཅིག་གནས་ཚུལ་གཅིག་བཀག་འགོག་བྱེད་ཡག་ཡིན་པ་ཡིན་ན་དཔེར་ན་ཆང་རག་འདྲ་པོ་གཅིག་སྤང་ཡག་ཡིན་པ་ཡིན་ན་རིམ་པས་རིམ་པས་མ་སྤངས་སོང་ཡོད་རེད་མ་གཏོགས་གློ་བུར་དུ་སྤངས་སོང་ན་སྐབས་རེ་སྐབས་རེ་མི་ཁ་ཤས་ལ་རྐང་འདྲེན་འཕྲད་ཀྱི་ཡོད་རེད་འོ་དེ་སོང་ཙང་དེ་གནད་འགག་ཆེན་པོ་ཤོས་ཀྱི་རེད། ད་གལ་ཆེ་ཤོས་དེ་དེང་དུས་ཀྱི་ད་ཁྱེད་རང་ཚོ་གི healthy food རེད་ལ་ནི་ཁ་ལག་དེ་ཚོ་ཁྱེད་རང་ཚོ Google ནང་ལ healthy food ལ་འབྲི་དང་དེ་འདྲ་ཐོན་ཡོང་གི་རེད། རེད་པ། Nutrition Food Lab ནས་དེ་ཚོ་ཐོན་ཡོང་གི་རེད། འོ་དེ་ཚོ་ད་ཁྱེད་རང་ཚོ་གི་ཕྱི་རྒྱལ་ལས་ངན་ཚོ་གི་ཤོག་ཁའི་ས་ཡ་དང་དགོན་བདག་ས་ཡ་བྱེད་ཀྱི་འདུག་ཨ། འོ་འདི་བྱས་པ་ཡིན་ན། སྐྱོན་ག་རེ་ཡོད་རེད། སྐྱོན་དེ་ཁྱེད་རང་ལ་ཡ་མ་ན་ཚ་ཡོང་སྲིད་ཀྱི་རེད། ཁྱེད་རང་ལ་གཟའ་འཁོར་ཅི་ཉིན་ན་ཚ་ཡོང་སྲིད་ཀྱི་རེད། ཁྱེད་རང་ལ་ཕོ་ཨག་གི་དཀའ་ངལ་ཤུགས་ཆེན་པོ་ཡོང་སྲིད་ཀྱི་རེད། ཁྱེད་རང་ལ་མཁལ་མའི་དྲོད་ཉམས་ཡག་ཡོང་སྲིད་ཀྱི་རེད། ཁྱེད་རང་ལ Fatty Liver ཡོང་སྲིད་ཀྱི་རེད། ཁྱེད་རང་ལ་ཁྲག་གི་ཞག་རྩི་ཡོང་སྲིད་ཀྱི་རེད། ཁྱེད་རང་གི་སྒམ་སྦུག་གི་སྐྱོན་ཡོང་སྲིད་ཀྱི་རེད། བུ་ཡིན་ན Prostate དཀའ་ངལ། བུ་མོ་ཡིན་ན Urine Infection། UTI། ཡོང་སྲིད་ཀྱི་རེད། ཨེ་ནི་བུ་མོ་ཚོ་ཡིན་ན། ཟླ་མཚན་ལ་དཀའ་ངལ་འཕྲད་ཡོང་སྲིད་ཀྱི་རེད། ཨེ་ནི་བུ་དང་བུ་མོ་ཁྱད་མེད་ལ་རྐང་པ་འབོད་པ་ཡོང་སྲིད་ཀྱི་རེད། ཆུ་བསགས་པ་ཡོང་སྲིད་ཀྱི་རེད། འོ་དྲན་པ་སྐྱོ་པོ་ཡོང་སྲིད་ཀྱི་རེད་ལ་སོགས་པ་འདི་འདྲའི་གི་མང་པོ་ཞོ་ཅིག་ཨེ་ནི་ཁ་ལག་བདེ་འཚོ་ཟ་ཡག་མང་དྲག་ནས་ཡོང་གི་ཡོད་རེད། རེད་པ། དེ་སོང་ཙང་ཁྱེད་རང་ཚོ་ཁ་ལག་བདེ་འཚོ།

དོལ་ཚང་ཕྱི་རྒྱལ་ལས་ངན་མང་པོ་ཤོར་རྒྱུ་དཀའ་ངལ་དེ་ཡིན་པ་ཁྱེད་རང་ཚོ་ཡར་མ་ན་གི་འདུག་ཟླ་གི་འདུག་ང་ལ་རྔན་མ་མེད་ད་ནང་སེ་ཡར་མ་ན་སུ་ཟེར་གི་འདུག་ཨེ་ནི་ཁ་ཤས་ཀི་ད་ལྟ་ང་ལ་སིཛན་ཨེ་ལེར་ཇི་ཡོད་ཨེ་ནི་ཁ་ཤས་ནི་པད་དེ་དུས་བཞི་ག་ལ་དཀའ་ངལ་འཕྲད་གི་འདུག་ད་ལྟ་སིཛན་ན་ངན་ངན་འདུག་ཁྱེད་རང་ཚོ་ཁ་ལག་འདི་ཟ་ད་ཨེ་ནི་རྗེས་ལ་དུས་བཞི་ག་ལ་ན་གི་རེད་འོ་དེ་རེད་དེ་འདྲ་སོང་ཙང་དེ་ཚོ་ཡིན་གྱི་མིན་གྱི་སེམས་ལ་བཞག་དགོས་ཡ་དེ་གལ་ཆེན་པོ་ཤོར་གྱི་རེད་རེད་པ། རྒྱ་མ་དེ་ཚོ་ལས་བོད་སྨན་གྱི་ཧང་སང་ཡང་ཕན་གྱི་རེད་ང་རང་ཚོ་ཕྱི་རྒྱལ་ལས་ཕ་ནས་བ་འཕྲོད་མཁན་ལས་ལས་ཀ་བྱེད་མཁན་ཕྱི་རྒྱལ་གྱི་སྨན་ཁང་ལས་ལས་ཀ་བྱེད་བསྡད་མཁན་དེ་འདྲའི་ཁ་ཤས་ཡང་ང་ཚོས་ང་ཚ་དེ་ལས་སུ་བ་སྐྱེ་ལ་ང་རང་ཚོ་བོད་པའི་སྨན་པ་བཏོན་ནས་ཡ་མ་ལ་ཕེབས་མི་སྲིད་པ་ཡ་མ་སིང་དྲག་འགྲོ་སོ་ཨེ་ནི་ཁོང་ཚོ་གི་སྨན་བཅོས་གཤག་བཅོས་བྱེད་དགོ་རེད་ཟེར་ངས་ཕྱི་རྒྱལ་སྨན་པ་ནད་པ་སྨན་པ་དེ་ཚོ་གི་འཁྲིས་སུ་འདས་ཨེ་ནི་གཤག་བཅོས་མ་བྱས་བོད་སྨན་བཏོན་ཡིན་ཏེ་བོད་སྨན་ཟླ་བ་གསུམ་བཞི་ཟིན་ནས་སིང་དྲག་འགྲོ་ཟེར་གྱི་འདུག་ཨེ་ནི་ཁོ་རང་གི་ནད་པ་དེ་འདྲའི་ལ་འདྲིས་སུ་བརྒྱུད་སྐུལ་བྱེད་ཀྱི་ཡོད་ཟེར་གྱི་འདུག་དཔེ་ཡག་པོ་རག་དེ་འདོག་འོ་དེ་འདྲ་སོང་ཙང་ཁྱེད་རང་ཚོ་ཁ་ལག་འདི fast food ཟེར་ཡག་གི fast food ཟེར་ནི་རེད healthy food ཟེར་ཡག་གི་འདི་ཚོ་ཞོ་སྡང་རེད་ཞེས་རྩ་བ་རང་ཟ་རྒྱུ་ཡོད་མ་ལྷག་པར་དུ་དགོང་དག་ཟ་རྒྱུ་ཡོད་མ་རེད་འདི་ཚོ་ཟས་པ་ཡིན་ན་དཀའ་ངལ་ཞོ་བྱུང་གི་རེད་གོང་གི་དཀའ་ངལ་དེ་དག་ཆ་ཚང་ཡོང་གི་རེད་ཨེ་ནི་ལྷག་པར་དུ་ང་རང་ཚོ་ཁ་ལག་ཟ་ཡག་དང་ཅིག་བྱེད་ཡག་ཚང་མ་ག་རེ་བྱེད་དུ་བྱུང་བར་དངུལ་བསགས་ཡག་ཚང་མ་མ་འོངས་པ་ལ་ལོ་བརྒྱད་ཅུ་དགུ་བཅུ་ང་བདེ་པོ་ཐང་པོ་བྱས་ནས་ཚེ་རིང་པོ་བྱས་ནས་བསྡད་གི་ཡིན་སྲིད་དེའི་ཆེད་དུ་བསྡད་གི་ཡོད་རེད་པ། དེའི་ཆེད་དུ་གཟུགས་སྐུ་ཡོད་རེད་པ། ལས་ཀ་བྱེད་ཀྱི་ཡོད་རེད་པ། དངུལ་གཟུགས་ཀྱི་ཡོད་རེད་པ། ཁ་ལག་ཟ་གི་ཡོད་རེད་པ། འོ། འདི་བཟའ་སྟངས་མ་ཤེས་པ་ཡིན་ན་ཁྱེད་རང་གི་དམིགས་ཡུལ་ཐག་རིང་པོ་དེ་མེད་པ་བྱེད་གི་རེད། དེ་འདྲ་བཟོས་ན་ཁྱེད་རང་དམིགས་ཡུལ་ཐག་རིང་པོ་དེ་གལ་སྲིད་ཡག་པོ་བྱུང་པ་ཡིན་ནས་ཨེ་ནི་དེ་དུས་ད་ནི་བཅིངས་པ་མ་ཚོགས་པའི་དཀའ་ངལ་འཐེན་ཡོང་གི་རེད། དོལ་ཚང་ཕྱི་རྒྱལ་ལ་ཁྱེད་རང་ཚོ་ལྟ་དང། རྒན་འཁོག་མ་ལྔ་ལ་ལོ་དྲུག་ཅུ་བདུན་ཅུ་སྒང་ལ་ཡོད་སྐྱོབ་བརྒྱ་ཆ་ཙམ་མ་སོང་ནས་མ་ལྔ་རྒན་གསོ་ཁང་མ་ལྔ་ལ་ཁོང་ཚོ Driver ཕུལ་རྒྱུ་བྱེད་ཀྱི་རེད། ཆུ་ཐན་ཅིང་པུ་གུ་གི་ཅིང་ཏའི་ནང་བཞིན་བེད་སྤྱོད་བྱེད་དགོས་ཞེས་ན་ང་ཚོ་རྒྱ་གར་དང་བོད་དང་བལ་ཡུལ་དུ་འབྲུག་དེ་ཚོ་ལ་འདི་འདྲའི་དཔེ་མི་སྲིད་པའི་ཉུང་ཉུང་རེད་ཉིན་མོའི་སྐར་མ་རེད། འོ་འདིར་འདི་འདྲ་སོང་ཙང་འདི་ཚང་མ་ཕྱི་རྒྱལ་ལ་ཞོགས་པས་ཁ་ལག་དེ་ཚོའི་རིགས་ཚོད་ལ་མ་ཚོད་དེ་ཚོའི་རིགས་ཟས་དྲགས་པའི་དབང་གིས་ཡོང་གི་ཡོད་རེད་ཨེ་ནི་མལ་ཏི་ཝིཏ་མིན་དང་ཀལ་ཤིའམ་ཟས་དེ་ཚོ་ཟས་དྲགས་པའི་དབང་གིས་ཡོང་གི་ཡོད་རེད་འདི་ཡིན་གཅིག་མིན་གཅིག་སེམས་ལ་བཞག་དགོས་ཀྱི་ཡོད་རེད། ད་འདི་ངས་ཁྱེད་རང་ཚོ་ལ་བཤད་འདོད་བྱུང་སོང་ད་ངས་བཟའ་ཐང་དེ་ཚོ་ཁྱེད་རང་ཚོ་ལབ་ཡོད་དོན་དྲག་ཅིག་ལ་ཚར་གཉིས་ཟ་མ་ས་གཟིགས་མི་དང་འདི་ལས་ལེགས་པའི་ཆ་ཡོད་རེད་མ་ས་དོན་དག་ཅིག་ལ་ཚར་གཉིས་ས་དང་དཔེ་ཡག་པོ་ཡོད་རེད་མང་མ་དྲ་བ་ཅིག་ས་གོ་རེད་ག་རེ་བྱེད་ནུས་གི་རེད་བས་ས་ད་ད་ཁྱེད་རང་ཚོ་ཁ་ལག་འདི་ནང་ལོག་ལ་སྒོ་ང་ཡོད་རེད་ཨེ་ནི་ཚའི་ཆོ་ལ་མ་ཚོད་ཡོད་རེད་ཨེ་ནི་ཤིང་ཏོག་ཡོད་རེད་ད་སྒོ་ང་དེ་ཟས་ཁ་ལག་འཇུ་དཀའ་བའི་རིགས་ཅིག་རེད་ཨེ་ནི་ཚའི་ཆོ་ལ་མ་ཚོད་འདི་ནི་འཇུ་དཀའ་བའི་ཅིག་རེད་ཨེ་ནི་ཤིང་ཏོག་དེ་ནི་དེ་བས་ཀྱང་འཇུ་དཀའ་བ་རེད་ད་དེ་ཚོ་ཚང་མ་ལ་འཇུ་དཀའ་བ་གང་ཞིག་ཡིན་པ་ལ་ས་དང་ཕྱུགས་ཀྱི་ནུས་པ་ཤུགས་ཆེན་པོ་ཞོག་ཀྱི་ཡོད་རེད་ཨེ་ནི་དོན་སང་གི་ཤིང་ཏོག་དེ་ཚོ་ལ་ནི་ཁབ་རྒྱག་བཞག་ཡོད་རེད། དེ་འབྲེལ་གྱི་གནད་དོན་མང་པོ་ཞོལ་གྱི་རྐྱེན་མང་པོ་ཞོལ་གྱི་འཛོམས་ཡོད་དེ་ནི་ད་ག་ནང་བཞིན་གྱི་ཁ་ལག་དེ་ཚོ་ཟད་ནས་ང་ཚོ་གི་ཚོགས་པ་ལ་ལུས་རྩལ་རྩིག་ངན་མ་ནང་བཞིན་གྱི་མིག་ནང་བཞིན་ཡོག་མར་གར་ཟེར་ན་དོས་སང་མ་ང་མོ་འདྲ་དང་དེ་འདྲའི་བྱས་ནི་སོ་སོའི་ཟོག་པོ་ལ་གོ་རྒྱོ་མེད་པ་བྱས་དེ་ནི་ཁ་ལག་དེ་ནི་ཞོལ་གྱི་རྒྱུ་ཁག་པོ་ཉམས་ཀྱང་ཟད་ནི་རྐྱེན་དེ་ནས་ཡོང་དགོས་བར་འོ་དེ་འདྲ་སོང་ཙང་དེ་ནི་རྣམ་པ་ཚོས་དེ་ཚོ་ཡིན་གཅིག་མིན་གཅིག་དོ་སྣང་གནང་དགོས་ཀྱི་འདུག་མ་གནང་ཡིན་ན་མ་འོངས་པ་ལ་དཀའ་ངལ་ཆེན་པོ་འཕྲད་སྲིད་ཀྱི་རེད་ཞུ་ཡག་ཡིན། ཐུགས་རྗེ་ཆེ།